ཤེས་ལས་རྒྱལ་པོའི་མཆོད་ཆ་བཟང། ཟེར་དུ་བ། ཁ་ཁ་ཕྱེ་བར་དུ་སྙིང་གཏམ་ནང་ཨོ་དེ་རེད། དེ་ཡིན་དུ། སྙིང་གཏམ་ཟེར་ཡག་དེ་སོ་སོའི་ཉམས་མྱོང་གི་ཐོག་ནས་ཞུ་གི་ཡོད་པ་རེད་དེ་རིང་ལོ་དགུ་རེ་བོ་ཆེ་ཆགས་པས་སྲིད། དེ་དེ་མཚམས་ནས་ཡང་སོ་སོ་གི་རིག་གཅིག་རྐང་འཛིན་དེ་ཤ་ཁྲག་གལ་ཆེན་པོ་རེད་རིག་གཅིག་རྐང་འཛིན་ཟེར་ཡག་དེ། དེ་ནི་རང་ལས་མཁས་པའི་གི་ཉམས་མྱོང་བསགས་དགོས་ཡག་རེད་ད་དབུ་མ་ཡིན་ན་དབུ་མ་ཕར་ཕྱིན་ཡིན་ན་ཕར་ཕྱིན་དེ་དེ་གི་ཐོག་ལ་ཡང་སློབ་སྦྱོང་ཡག་པོ་ཞིག་ནས་གནང་དེ་ཚུལ་བྱས་དེ་ད་དེ་གི་ཐོག་ནས་མང་བོ་བ་ལ་བསྟན་པ་དེ་སེམས་ཅན་ལ་ཕན་ཐོག་གོ་དགོས་པ་དེ་རེད་དེ་ཡིན་དུ་སློབ་ཚན་དེ་མང་མ་གྲགས་ཞུ་ཡག་ཡིན། སློབ་ཚན་དེ་མང་མ་དྲགས། སློབ་ཚན་མང་དྲགས་ན་སྔོན་མ་དང་ད་ལྟ་འདྲ་གི་མ་རེད་ལ། སྔོན་མ་འདྲ་བ་ཡིན་ན་ནི་དུས་རབས་རྙིང་པའི་སྐབས་སུ་རེད། ཧོ་རང་བཞིན་གྱི་མི་ཐམས་ཅད་ཆོས་ལ་དཀར་བ་དང་ཆོས་རང་མ་གཏོགས་བསམ་ཡས་ཡོད་པ་ད་ཐེངས་ཀྱི་དབྱེ་བ་ཕྱེ་དགོས་ཀྱི་འདུག་བ་ལ། དབྱེ་བ་ཕྱེ་དགོས་ཀྱི་དེང་སང་ཚེ་དཀར་སོ་ཡན་དབྱེ་བ་ཡོད་རེད་ད་ལ། དེང་སང་མི་མང་ཆེ་བ་དེ་བསམ་བློ་ཕུ་ཐག་ཐུང་ཐུང་རེད་ལ། ཕུ་ཐག་ཐུང་ཐུང་ད་ལྟ་ལས་ཀ་བྱས་ད་ལྟ་རང་གྲུབ་འབྲས་ཐོན་དགོས་ཡའི་བསམ་བློ་གཏང་གི་འདུག་བ་ལ། ཚང་མ་དེ་ག་ཚོད་ཀམ་པུའུ་ཏར་ལས་ཀ་ནང་བཞིན་གྱི་བསམ་བློ་གཏང་དགོས་ཀྱི་འདུག་བ་དེ་ཡིན་དུ་དེ་བསམ་བློ་གཏང་ཡོང་དུ་ད་སློབ་ཚན་མང་དྲགས་ན་དཀའ་ངལ་ཡོད་པ་རེད། ད་དཔེར་ན། ང་ཚོ་གྲྭ་ཚང་གཅིག་ལ་ཆ་བཞག་པ་ཡིན་ན་དེ་དངོས་གནས་རེད་ད་སྔོན་མ་ང་ཚོའི་སྐབས་ལ་ཡ་ད་ང་ལོ་ལྔ་ལ་འདས་རུ་འདི་ལས་བ་རེད། ད་དེ་ནས་སོང་ལ་ང་ལོ་སུམ་ཅུ་སོ་ལྔ་མ་རེད་བ་དང་འདས་འདས་བ་རེད། ལོ་སུམ་ཅུ་སོ་ལྔ་ནས་འདས་ནས་དགོངས་པ་ཞུ་ན་ང་བལ་ཡུལ་ལ་ཕར་ཕྱིན་པ་རེད། ད་ང་ཚོ་འདས་འདས་བའི་སྐབས་སུ་སྔོན་མ་མི་རབས་རྙིང་པ་ང་ཚོ་མཉམ་དུ་བཤད་པའི་སྐབས་སུ་འདས་ཚོའི་གྲྭ་བ་བཟོ་མཁན་མང་པོ་ཡོད་བ་རེད་དེ་ཚོ་བྲིས་ན་སོ་སོ་གིས་ཡོད་ཚད་མི་བརྩིས་ཏེ་འདས་རང་བཏང་བྱས་ནས་བདུན་ཁྲི་སོ་ན་ཨེ་གྲགས་ད་ག་ན་བྱས་དཔེ་ཁྲི་སོ་ན་ཨེ་གྲགས་ཉེར་ཁྲི་སོ་ན་ཨེ་གྲགས་དཔེ་སྒམ་བསྲུང་ས་དེ་ཚོ་ཚང་མ་ཉོས་དཔེ་ཧེ་རག་དངུལ་ཚང་མ་དེ་དེ་རང་བཏང་ནས་བསྐོར་ར་མི་ཚེ་འཁོར་ན་དེ་དེ་རང་གིས་བསམ་བློ་བཏང་དེ་ཡོད་རེད་ཡིན་ན་དེ་ཡོད་མ་རེད་ཚང་མ་འགྲོ་ས་རེད་ཡིན་ན། དང་པོ་འཛིན་དོ་ཁ་བོ་ཤེས་སོང་ཟེར་ཞུ་ཐག་ཆོད་མ་སོང། ཡིན་མིན་ཀུན་སློང་དེ་འདྲ་ཡོད་རེད་ཟེར་ཡོད་ད་དེ་འདྲ་ཡོད་རེད་ད་དེང་སང་དེ་འདྲ་མི་འདུག་ག་དེང་སང་ག་ལ་ཡོད་ཟེར་ན་འདི་ནང་བཞིན་བླུག་ཡ་ཡིན་ན་ང་ཉེས་ཅན་དེ་ཁོ་གང་ས་གཉིས་གཡུག་འགྲོ་ཤོར་ཤོར་རེད་བསམ་དུ་འདུག་ག།

ཨོ་དེ་འདྲ་ཡིན་དུས་ད་སྔོན་མ་གི Generation དེ་ཚོ་བྲིས་ཏེ་མི་བསམ་བློ་རྒྱ་ཆེན་པོ་བྱས་ཕུ་ཐག་རིང་པོ་ལ་བསམ་བློ་བཏང་ཐུང་གིས་དེང་སང་གི་མི་ཐམས་ཅད་འདི་ལྟ་བསམ་བློ་ཐུང་ཐང་བཏང་ཡོད་པའི་སྐབས་དེ་དེ་གཉིས་ཀྱི་པར་རུ་ལི་ཡར་བཏོན་ནས་བར་སྟོང་དེ་ཧེ་བག་ཆེན་པོ་ཡོད་རེད། དེ་འདྲ་བྱས་ཚུལ་ད་དེ་ལྟར་ཁ་ཡིན་ན་མིན་ན་ཆད་པ་མི་འདུག་དགོས་ཞུ་མཁན་གཅིག་ནས་ཞུ་བ་རེད་ཐོན་མཁན་གཅིག་ནས་ཐོན་འགྲོ་བ་རེད་དེ་ལ་ཞེ་དྲག་གང་མི་འདུག་སྟེ་ཡིན་ན་ཡང་ག་ཚོད་ཐུབ་ཐུབ་སོ་སོ་སློབ་སྦྱོང་བྱེད་ཤེས་པ་དེ་དགོན་པ་དེ་ལ་ཕན་ཐོག་ཆེན་པོ་ཡོང་ཐུབ་ཡག་སྟེ་དགོན་པ་དེ་གི་བརྒྱུད་ནས་སེམས་ཅན་མང་པོ་ཞིག་ལ་ཡང་ཕན་ཐོག་ཐུབ་ཡག་དེ་བྱས་པ་ཡིན་ན་རྒྱལ་བ་གོང་མ་ཐམས་ཅད་ཐུགས་ཡངས་ང་ཚོ་མི་ངོ་སོང་ཡང་ལས་ཀ་གལ་གི་མ་རེད་ལ། མི་ངོ་སོང་ན་གལ་ཆེན་པོ་མ་རེད་ད་ལྟ་དེ་ཚོ་བྱས་ན་པ་ཐུགས་ལ་ཡག་པོ་བཞག་རོགས་གནང། དེང་སང་དགོན་པ་མང་ཆེ་བ་རྣམས་ལ་ལས་བྱེད་ཡིན་ནའང་འདྲ་འདུག་དབུས་ལ་བྱུང་མཁན་གྱི་བླ་མང་ཡིན་ནའང་འདྲ་འདུག་བསྟན་བདག་ཟེར་ནས་མིང་རྫིག་པོ་ཞིག་པོ་ཞིག་བཏགས་ཏེ་བྱེད་པ་ཁག་ན་མང་ཆེ་བ་དེ་གིས་མི་ངོ་སོང་ཡག་གི་ལས་ཀ་མང་པོ་བྱེད་ཀྱི་འདུག་ཨལ་ཏེ་ཡག་པོ་ཡོད་མ་རེད་དཔལ་འབྱོར་ཡོད་མཁན་རྒྱུ་སྟོབས་ཡོད་མཁན་མི་འབོར་མང་པོ་ཡོད་མཁན་དེ་ཚོའི་གྲས་ལ་ཡང་ངོ་སོང་བྱས་ནས་མཉམ་ཆུང་ཚོ་ལ་ཡག་ཐུབ་ཚོད་བྱས་གནང་མེད་བཏང་ཡང་འོ་དེ་འདྲས་ཀྱི་ཐོག་ནས་བྱས་ཡོང་དུས། དེ་ནི་དཔལ་འབྱོར་འདུ་འགོད་ཀྱི་ཐོག་ལ་བསམ་བློ་བཏང་ཡོང་བ་རེད་རྒྱལ་ཁབ་ཅིག་གིས་ཆབ་སྲིད་ཀྱི་ཐོག་ལ་ལས་ཀ་བྱེད་མཁན་འདྲ་བོ་ཞིག་རེད་མ་གཏོགས་ཆོས་ཀྱི་རྣམ་པ་རྩ་བ་ཉིད་མེད་པའི་ཆགས་འགྲོ་ཡོད་རེད་དགོན་པ་རྫིག་པོ་ཆེ་སེ་ཐོག་བཙུག་སྟངས་སྐོར་ལ་རྒྱན་ཤང་འདྲ་མི་འདྲ་བཏགས་རེད་འདུག་ག་གང་བྱུང་བྱས་གང་བསམ་བྱས་བླ་མ་ཁོ་རང་ཕྱུག་པོ་ཆགས་མོ་འདྲ་ཉོན་དེ་ནས་ཁང་པ་བརྒྱབ་དེ་འདྲ་བྱས་དུས་དེ་ཡག་པོ་མི་འདུག་ག་ལ་དཔེར་ན་ང་འདྲ་བོ་ཤ་ཤ་བ་ན་ད་ང་ད་གའི་ཞོར་ཕྲུག་ཡིན་ང་ལ་ཁང་པ་རྩ་བ་ནས་ཡོག་མ་རེད་ཚང་མས་ཆེ་ཆེན་པ་རེད་ལ། ང་བསྡད་ས་ཁང་པ་ཚོ་རྩ་བ་ཉིད་ནས་ཡོག་མ་རེད་ད། ད་ལྟ་བོད་ཡུལ་ནས་ང་ཚོ་དགོན་པའི་ནང་ལ་བསྡད་ཀྱི་ཡོག་རེད་ང་ལ་མོག་ཁྲ་ཞིག་ཡོད་དེ་ནི་དགོན་པའི་མིང་ཐོག་ལ་ཡོག་རེད། ངའི་ངའི་མིང་ཐོག་ལ་ཡོག་མ་རེད་དགོན་པ་རང་གི་མིང་ཐོག་ལ་ཡོག་རེད། དེ་ནི་གསང་ཆེན་སྙན་པའི་ཁང་པ་ཞིག་ཟེར་ད་སུས་ཅི་ལ་བསྟན་ཡང་ཡོག་མ་རེད་བསྟན་ཡོད་ན་ངའི་གསེར་འདའ་ཁ་ས་ཞིག་ཕུལ་བ་འོ་ཐུབ་ཞིག་རེད། མེད་ར་ང་རྩ་བ་ནས་མེད་འབྲུག་ལ་འགྲོ་བ་ཡིན་ན་ང་རང་སྤུན་ཆེད་དེ་ཚོ་ཡོག་རེད་དེ་ཚོ་ནང་ལ་བསྡད་དེ་ནི་དཔའ་བ་ཨ་མའི་ཁང་པ་ཞིག་རེད་དེ་ནང་ལ་བསྡད་དཔའ་གྲུ་སྟག་ཚང་གི་འདབས་དེ་ན་བསྡད། དེ་ནས་ཕར་ཚུར་ངོ་ཤེས་པ་དེ་ཚོ་ནང་ལ་བལྟས་ཚེ་ཕར་ཚུར་འགྲོ་དུས་ཁོ་ཚོའི་ནང་ལ་བསྡད་པ་མ་གཏོགས་ང་ཕ་གིས་ཁང་པ་ཡང་མེད་ཁང་པ་སྤྲད་དགོས་ཟེར་མཁན་བྱུང་ལ། དགོན་པ་སྤྲད་སོང་དགོན་པ་སྤྲད་སོང་དགོན་པ་ཡོད་ཟེར་དགོན་པ་རྙིང་པ་དེ་འདྲའི་ཁ་བྱང་གི་དགོན་པ་རྙིང་པ་རེད་ལོ་རྒྱུས་ནང་ལ་ཡོད་བསྡད་པའི་དགོན་པ་ངས་ལེན་མེད་ལ་ས་ཆ་ལེན་མེད་འདི་གར་ས་ན་དེ་རྩོད་པ་གི་རྒྱུ་རེད་ལ་རྙོག་དྲ་གི་རྒྱུ་རེད་མ་འོངས་པ་ལ་འཛིན་སྐྱོང་ནི་བྱེད་ཐུབ་གི་མ་རེད་ཆོས་ཀྱི་བྱ་བ་ནི་བྱེད་ཐུབ་གི་མ་རེད་ད་དེ་ནང་ལ་ཅིག་བསྡད་དགོས་རེད་བསྡད་མཁན་དེ་ཡང་དེ་ལ་ཆགས་སྡང་སྤེལ་ཡག། ལ་ནི་རྙོག་དྲ་མང་པོ་བྱེད་དུས་བསམ་པ། ང་ཚོ་སོ་སོའི་ཆེད་ཕྱི་མ་ལ་བསམ་བློ་བཏང་ནས་ཆོས་ཀྱི་ཨེ་དོན་བལྟ་བ་རེད། དེ་ནི་ཆོས་ལ་ཁག་དབྱེ་བྱས་ནས་ཕྱི་མ་ཡར་འགྲོ་ཡག་མེད་པ་ལ་མར་འགྲོ་ཡག་གི་ཆ་ཆེན་ཆགས་སོང་བ་ཡིན་ན་འགྲིག་གི་མི་འདུག་གོ། དེ་འདྲ་ཡིན་དུས་ང་དེའི་བདག་པོ་རྒྱག་གི་མེད་ལ། ས་ག་བར་འགྲོ་བ་ཡིན་ན་ཡང་སོ་སོའི་ཞེན་ཆགས་མེད་ཡིན་ན་ཡིན་ན་སོ་སོའི་ཁང་པ་ཆགས་བསྡད་ཀྱི་འདུག་ག། རེད་འདུག་ག། དེ་ལ་མོ་ཏྲ་ནི་གོ་ཡ་མི་འདུག། འཛམ་བུ་གླིང་ཤ་ཚ་མོ་ཏྲ་ནི་ང་རང་མོ་ཏྲ་ཆགས་ཀྱི་ཡོད་རེད། རེད་འདུག་ག་ལ། དེ་རེད་བ་ཁོ་ག་བ་རེད། སོ་སོ་མོ་ཏྲ་རེད། ཡིན་ན་ད་རུང་སྡང་འཛིན་མེད་ཡག་པོ་འདུག་ག་ཁོ་ལམ་ཁ་ལ་བསྐྱོན་ཤོར་ན་དེ་གཡུག་རྒྱུག་རེད་གཞན་པ་ཅིག་ལ་ན་འཛུལ་རྒྱུག་འགྲོ་ན་དེ་འགྲིག་གི་འདུག་ག། འོ། འོ་ཐུགས་སུ་རེད། འོ་དེ་འདྲ་ཡིན་དུས་བརྩམས་པ་ལ་ད་ངས་མང་པོ་ཞུ་མ་གོ་བ་ཅིག་དེ་འདྲ་ཡིན་དུས་ཅིག་ད་ལྟ་དེ་ཞུ་ས་དེ་སྒང་ན་འཛིན་སྐྱོང་གནང་མཁན་དེ་ཚོས་འགྲིག་གི་ཞེ་དྲག་གལ་ཆེན་པོ་རེད། དེ་ནས། ཧ་ཅང་གི་ཡང་བཀའ་བརྒྱུད་བཏང་ཡང་ལ་སོགས་པ་བཏང་དེ་འདྲ་གི་གྲགས་ཆེ་ན་ཡང་ཡག་པོ་མི་འདུག་ཨ། འོ་དེ་དེ་མེད་པ་ཅིག་བཀའ་བརྒྱུད་བཏང་ཡང་གི་དུས་ཚོད་རྫོགས་པ་རེད་གོ། ད་དེ་ཞེ་དྲག་ཡོད་མ་རེད་བཀའ་བརྒྱུད་བཏང་ཡང་དེ་དུས་ཚོད་དེ་རྫོགས་པ་རེད་ད་ལྟའི་ཚེ་སོ་སློབ་སྟོན་དང་སློབ་གསོ་དེ་བྱེད་དགོས་གི་རེད་བ། ཡིན་ན་ཡང་དྲག་པོའི་ཐོག་ནས་བཀའ་བརྒྱུད་བཏང་ཡང་ལ་སོགས་པ་བཏང་ཅིག་འདུལ་སྦྱོང་བྱེད་ཡ་དེ་ཚོད་དྲེད་དེ་གི་ཕན་ཐོག་གི་མ་རེད་དེ་ཕན་ཐོག་གི་མ་རེད། ད་གཙོ་ཆེ་ཤོས་ག་རེ་ཟེར་ན་ང་ཚོ་བཅོམ་ལྡན་འདས་ཀྱི་སྐུ་ཡི་འཕྲིན་ལས་གསུང་གི་འཕྲིན་ལས་ཐུགས་ཀྱི་འཕྲིན་ལས་གསུམ་ཡོད་རེད་དེ་ནང་ནས་གསུང་གི་འཕྲིན་ལས་འདི་དག་འཕྲིན་ལས་ནང་ནས་འཕྲིན་ལས་ཟབ་ཤོས་དེ་དེ་ཆགས་ཀྱི་འདུག་གསུང་གི་འཕྲིན་ལས་ཟབ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་བཅོམ་ལྡན་འདས་ཀྱིས་ཆོས་གསུང་བ་དེ་ཚོ་ཐམས་ཅད་དངོས་དང་བརྒྱུད་ནས་གཏན་ནས་ཅིག་ག་ཟེར་བ་རེད་ད་ལྟ་འདི་ཀུན་ནས་ཉོན་མོངས་པ་དང་རྣམ་པར་བྱང་བ་གིས་ཀུན་ཉོན་དང་རྣམ་བྱང་གི་སྤང་བླང་གི་གནད་འགའ་ཤས་ཐུབ་ཡག་དེ་ལ་བརྟེན་ནས་དེ་ཡི་འབྲས་བུ། འདི་ནི། གཅིག་གིས། ཐོབ་པར་བྱ་བ་དང། སྤང་བར་བྱ་བའི་གེགས་སོགས་དེ་ཚོ་འབྲེལ་ཏེ་རྒྱུ་འབྲས་ཀྱི་འབྲེལ་བ་ངེས་པ་དེ་ཚོ་ཚང་མ་དེ་ཉམས་ལེན་ནང་ནས་འགྲོ་གི་ཡོད་པ་ཡིན་དུས་དེ་འདྲའི་ཉམས་ལེན་དེ་སངས་རྒྱས་བཅོས་མིན་ཏེ་གེགས་གསུམ་གྱི་ཁྲིད་ནས་རེད་རེད་བ་ཡ། དེ་འདྲའི་ཡོན་ཏན་ང་ཚོས་དེ་འདྲ་བྱེད། དེ་ནི། ཡང་ནི་མ་བཏང་འཛིན་གནང་མཁན་ཐམས་ཅད་ཀྱི་ག་ཚོད་ཡིན་ན་ཞི་བ་སྦྱངས་པ། དེ་རེད་དོ། དེ་ནི་འཛིན་སྐྱོང་བྱེད་ཐབས་ལ་མཁས་པ་ཟེར་ཡ་དེ་དེ་རེད་བ། ང་ཚོས་ཐབས་མཁས་ཐུགས་རྗེ་ཕྱག་བྱེད་རེད་སོགས་སྤྲུངས་ཟག་ཅིག་ཏུ་བ་ཐབས་མཁས་ཟེར་ཡ་དེ་ག་རེད། ཐབས་ལ་མཁས་པ་ཞེས་སོགས་གདུལ་བྱ་སྐྱོང་བ་ལ་མཁས་པ། གདུལ་བྱ་ལམ་ལ་བཀྲི་བ་ལ་མཁས་པ། གདུལ་བྱ་ལམ་ལ་བཀྲི་བའི་སྐབས་སོགས་ལ་ཡང་ལམ་གྱི་རིམ་པ་སྟོན་སྟངས་ལ་མཁས་པ་ལ་སོགས་པ་དེ་འདྲ་གི་མགོན་པོ་ཀླུ་སྒྲུབ་ཀྱི་འདྲ་ཞིག་མང་པོ་འདུག་བ། འདུག་བ། འོ་དེ་འདྲ་ལ་བསམ་བློ་བཏང་ཡོང་དུས་དེ་མཁས་པ་གཅིག་གི་ཐོག་ནས་རྒྱུད་བསྟོད་གུ་གུ་ར་མ་གཏོགས་དྲག་པོའི་ཐོག་ནས་དགའ་སྐྱོ་བལྟ་ཡང་ལ་སོགས་པ་དང་གདུང་ཡང་དང་རྒྱ་ཡང་ལ་སོགས་པ་དེ་ཚོའི་ཐོག་ནས་གཞན་ལ་ཕན་ཐོགས་ཡ་དཀའ་ལས་ཁ་པོ་རེད། རེད་འདུག་བ། དེ་རེད་དེ་ནི་སློབ་ཕྲུག་གི་ངོས་ནས་ཡིན་ན་དགེ་བའི་བཤེས་གཉེན་ལ་འདུ་ཤེས་བཞག་ཡོད་ད་ཕྱིར་གལ་ཆེན་པོ་རེད། དགེ་བའི་བཤེས་གཉེན་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་དགོས་པ་རབ་བྱུང་ན། དེ་མེད་ན་ཡང་དགེ་བའི་བཤེས་གཉེན་ཨ་ནི་གཅིག་གི་སངས་རྒྱས་སྤྲུལ་པའི་སྐུ་དེ་མེད་ན་དགེ་བའི་བཤེས་གཉེན་སོ་སོ་སྐྱེ་བོ་ཡིན་ན་ཡང་དེ་ཨ་ནི་མེད་དུ་མི་རུང་བ་ཞིག་ཡིན་བསམ་པའི་གལ་ཏེ་ཡིན་རིན་ཐང་དང་གཅིག་གི་ཚད་དང་མཚན་ཉིད་དེ་ཚོ་སྤྲད་དེ། རིན་ཐང་ཆེན་པོ་བཅོས་དང་རྩིས་བྱས་ནས་དགེ་བའི་བཤེས་གཉེན་བསྟེན་དགོས་དགོས་འདུག་བ། དེ་མ་ཐུབ་ཡང་དགེ་བའི།